ཨོ་ད་ག་ཚང་རེས་གཟའ་སྤེན་པ་གི་ས་མཇུག་ལ་འོ་རོད་ང་ཚོ་ད་ཨེ་ཤི་ཡ་ངོ་ཕྱོགས་ཀྱི་རེས་གཟའ་སྤེན་པ། ཉིན་རྒྱབ། ཨི་རན་གྱི་ངོ་ཕྱོགས་ཡ་རེས་གཟའ་སྤེན་པའི་ཞོགས་པ། ཨ་ནི་ཨ་རི་ཡ་རེས་གཟའ་པ་སངས་ཀྱི་མཚན་སྨོད་ཀྱི་གནས་ཚུལ་ཁ་ཅིག་རེད་བ་ད་ག་འདྲ་ཨོ་རྡོག་རྡོག་དེ་ཡ། ཨི་རན་གྱི་ཐོག་ལ་ཨ་རི་དང་ཨི་ཟི་རལ་གྱི་དམག་རྒྱག་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ཨ་རིའི་སྲིད་འཛིན་ཁྲི་རམ་གྱིས་བཀའ་མོལ་ཁག་ཅིག་གི་ནང་དོན་འགྲེལ་བཤད་ཞུས་པ་ཡིན་ན་ཨ་རིའི་སྲིད་འཛིན་ཁྲི་རམ་གྱིས་ད་ལྟའི་ཨ་རི་གིས་ཨི་རན་ཐོག་ལ་དམག་རྒྱག་དེ་ཡ་ཨ་རི་གི་མི་སེར་ལག་རོལ་ཨ་རི་གི་མི་ཁག་ཅིག་གི་ཚེ་སྲོག་ཤོར་སྲིད་ཀྱི་རེད་ཟེར་བ་གདའ་ཨ་རི་དང། ཨི་ཟི་རལ་གྱིས་ཨི་རན་ཐོག་ལ་དམག་རྒྱག་པ་ཡིན། དེ་ནི་ང་ཚོའི་དམག་མིས་སྙིང་སྟོབས་ལྡན་པ་བློ་སྒོ་ཅན་ཁག་ཅིག་གི་ཚེ་སྲོག་ཤོར་སྲིད་ཀྱི་རེད། ཕྱི་ནང་དུ་སོགས་ཚེ་སྲོག་ཤོར་ཡ་དེ་རྒྱུན་ལྡན་དམག་གི་འགྲོ་སྟངས་བཅས་ཆགས་བསྡད་ཀྱི་ཡོད་པ་རེད། ནི་ད་ལྟའི་ང་ཚོའི་དམག་རྒྱབ་བསྡད་དེ་སྐབས་བབ་ཀྱི་དོན་དག་མ་ཡིན་པ་ཕུགས་རྒྱང་རིང་པོའི་གི་ནི་ལས་ཀ་བྱེད་ཀྱི་ཡོད་པ་ཡིན་ཙང། དེ་ལས་ཀ་བཟང་པོ་ཅིག་རེད་ཟེར་ན་ད་ག་འདྲ་འདི་དགེ་དམ་ཞིང་ནང་པའི་གནས་ཚུལ་བཅས་རེད་དེ་ཤ་ཐང་ན་ཤི་ཨི་རན་གྱི་མི་མང་གིས་ཨ་རི་གྱི་རོགས་པ་དུས་ཚོད་རིང་པོ་ཅིག་ལ་ནི་སློང་པ་རེད་ཟེར་བ་ཨ་རི་སྲིད་འཛིན་སུ་འདྲ་ཅིག་གིས་དེ་བྱས་ཐུབ་ཡོད་མ་རེད་ད་དེ་རིང་དགོངས་དག་ངས་དེའི་རོགས་རམ་དེ་བྱེད་ཀྱི་ཡོད་ཟེར་བ་ད་ད་ང་ཚོའི་ཨ་རི་སྲིད་འཛིན་ཁྲིམས་གྱི་ད་འདས་ཁྱེད་རང་ཚོ་ལ་ད་ག་རེ་བསྐོར་བ་དེ་ང་ཚོའི་གི་དྲི་གི་ཉེ་སྲི་ཆེ་ཚོས་གཅིག་གི་སྣང་ཚུལ་ཡ་ཁྱེད་རང་ཚོ་ལ་རང་དབང་དེ་ཁྱོད་རང་སུ་གི་ལག་པ་ལ་བཞག་གི་ཡིན་སླད་དེ་འདྲའི་རྗེས་བཤད་དེ་ཡི་འདུག་ཐ་ན་ཞིག་ཁོ་རང་གིས་ཨི་རན་མི་མང་ལ་ཏཱ་ལའི་འདྲེས་པ་ལོག་ར་བཏང་བཞེས་གནང་ལོ་ཡ། ད་ལྟའི་ཨི་རན་གི་མི་མང་རྣམ་པ་ནི་སོ་སོའི་ཁང་ཁྱིམ་ལ་བཞུགས་ཀྱིས་ནི་ཕྱི་ལ་མ་ཕེབས་རོགས་བྱས། གང་ལྟར་ཕྱི་ལོག་ཁ་བ་ཡིན་ན་འབར་རྫས་ཚགས་སྲིད་གི་རེད། ཨ་ནི་ཁྱེད་ཚང་གི་ཁྱེད་རང་ཚོ་གི་སྲོག་ལ་ཉེན་ཁ་ཡོད་པ་རེད། ཁྱེད་ཚང་གི་ད་ལྟའི་ང་ཚིའི་ལས་གཞི་དེ་སྤེལ་ཚར་བའི་རྗེས་ལ་ཁྱེད་རང་ཚོང་གི་གཞུང་དང་ཁྱེད་རང་ཚོ་གི་རང་དབང་དེ་སོ་སོའི་ལག་པ་ལ་རྩིས་སྤྲད་གི་ཡིན། ཨ་ནི་དེ་དུས་ཁྱེད་རང་ཚོ་གི་ལན་ཐོབ་ཆེད་ཀོ་ཀོ་རེས་ལྷས་དེ་འདྲའི་བཀའ་མོལ་གནང་ཡོད་པའི་གནས་ཚུལ་གཅིག་དང། ཨི་རན་གྱིས་ད་ཉེ་བའི་ཆ་ལ་ཨ་རི་མཉམ་དུ་གྲོས་མོལ་རུམ་པ་བྱས་པའི་ནང་ལོགས་ནས་ད་མང་པོ་ཅིག་ལ་ཨ་ནི་ཁོ་རང་ཚོ་གི་ངོས་ལེན་མ་བྱས་པའི་ཐོག་ནས། ནི་དེ་རིང་དུ་ཟ་སྟབས་དམག་དེ་བརྒྱབ་དགོས་ཡ་ཁྱད་པ་རེད། ཨ་རིག་གི་སྲིད་ཇུས་ཁོ་རང་ཡ་ད་འདྲ། འཇིགས་སྐུལ་རིང་ལུགས་པ་སུ་འདྲ་ཅིག་གི་ལག་པ་ལ་རྡུལ་ཕྲན་མཚོན་ཆ Nuclear Weapons སླད་བཅུག་ཡ་མེད་པ་དེ་ཨ་རིག་གི་ད་དམིགས་ཡུལ་གཙོ་བོ་གཅིག་རེད་སོ། ནི་དེ་ཁོ་རང་ཚོ་ལ་གོ་སྐབས་རིམ་པ་སྤྲད་པ་རེད་དེ་ཁོ་རང་ཚོ་གིས་ངོས་ལེན་མ་བྱས་པའི་ཐོག་ནི་ནི་ང་ཚོ་གིས་ད་ལས་ཀ་དེ་བྱེད་དགོས་ཁྱད་པ་རེད། ད་ཁ་ཚང་ནི་དཀའ་མི་མང་པོ་ཅིག་འགྲོ་ཐུབ་མེད་པ་ད། ད་ང་ཚོས་ཀྱི་དེའི་ཁུར་ཐུབ་པ་མི་འདུག་སེམས་ང་ཚོས་མར་རྒྱག་པ་ཡིན་སེམས་ཞེས་པའི་གནས་ཚུལ་བཅས་རེད་དེ་ཤ་ཐ་ན་ཤེས། ཨ་རིའི་སྲིད་འཛིན་ཀྲམ་གྱིས་ད་ལྟའི་ཨི་རན་གྱི་ཐོག་ལ་ང་ཚོས་ཁྱེད་རང་ཚོ་གྱི་མེ་ཤུགས་འཕུར་མདའ། ཐ་ན་ཤེས་མེ་ཤུགས་འཕུར་མདའ་གྱི་བཟོད་སའི་བཟོ་གྲྭ། དེ་ཚོ་ཚང་མ་རྩ་མེད་བཏང་བྱ་ས་ལ་བབ་ཀྱི་ཡིན། ཐ་ན་ཞེས་ཁྱེད་རང་སོགས་ཀྱི་ད་ལྟའི་མཚོ་དམག་གི་ལས་གཞི་ཡོད་རོགས་ད་གང་དག་ཁྲི་སེང་དང་དེ་ཚོ་ཚང་མ་ནི་གཏོར་བྱས་གང་དག་ཁྱེད་རང་སོགས་ཀྱི་མ་འོངས་པ་ད་ལྟའི་རྒྱལ་ཤར་ཨེ་ཤི་ཡ་གི་ནང་ལོགས་ཡ་ཟིང་འཁྲུག་བསླང་ཡ་གི་ལས་གཞི་དེ་རྩ་བ་རྙེད་ནས་པད་མ་ཐུག་ཡ་གི་གནས་སྟངས་གཅིག་ལ་མ་གྱུར་གི་ཡིན་ཟི་ལབ་བྱ་གང་དག་ད་དྲང་གནོན་ཤུགས་ཆེན་པོ་བྱས་ཡ་གི་ད་ལན་སྟངས་པའི་མི་ཚོའི་ཅི་རེད་འདི་བྱ་ཐ་ན་ཞེས་ཨ་རིའི་སྲིད་འཛིན Trump གྱི་ད་ལྟའི་ཨི་རན་གང་ལ་དམག་རྒྱག་ཡ་དེ་ཨ་རི་དང་ཨི་རན་གཉིས། གི་པར་ཡ་ད་ལོ་ངོ་བཅུ་བཞི་བདུན་གྱི་རིང་ལ་ནི་དུས་ཨི་རན་གྱི་ཨ་རི་ཤི་བ་ཆི་ཨ་རི་སེ་བ་ཆིས་ལན་བཤད་ནས་ད་སྐད་ཆ་བཤད་བསྡད་པ་རེད་ད་དེ་རིང་ང་ཚོའི་དེ་ཨ་རི་གི་མི་མང་གི་སྲུང་སྐྱོབ་གི་ཆེད་དུ་ཨ་རི་ཡ་སྡིག་ར་གཏང་ངེས་གི་རི་ཇིམ་ལ་འོར་ད་ག་འདྲ་ཡིན་ལགས་ཅིག་ལ་འོར་བའི་ལྷན་ཁང་ཅིག་མེད་པ་བཟོས་གི་ཡོད། ནས་ད་ལྟའི་ཨོ་ད་ལྟའི་ནང་ལོགས་ལ་མི་དཀྱུས་མ་ཨི་རན་གྱི་མི་དཀྱུས་མ་ལ་ང་ཚོས་ཀྱི་དམིགས་ཡུལ་གང་ཡང་མེད་ད་ག་ད་མ་རྒྱལ་གྱི་ལོགས་རེད་དེ་ཚོ་ད་ཁོ་ཚོ་ལ་གནོད་རྒྱལ་གྱི་དམིགས་ཡུལ་མེད་རོགས་ག་ད་ཕ་གི་རིགས་འཇིམ་ལོགས་རོགས་ད་ལྟའི་ཨ་ལི་ཏོ་ལ་ཨ་ཡོ་ཏོ་ལ་ཨ་ལི་ཁ་མི་ནེ་གི་རུ་ཁག་དེ་མེ་ཨ་བི་སུ་ཨེ་གི་དེ་ཡིན་ལན་བཤད་ཡོད་པའི་ནི་ཚོས་གཅིག་དང་ཐ་ན་ཞི་ཨ་རི་སྲིད་འཛིན་ཀྲམ་གྱིས་ད་ལྟའི་ཨི་རན་གྱི་དམག་མི་རེ་ཉེས་རྟོག་པ་རེ་དང་ན་ཞིའི་སྲུང་སྐྱོབ་པ་ལྟ་སྐོར་སྨྲ་སྒྱུར་དཀའ་ཁག་ཁ་ཤས་ཤིག་བཟོ་བ། ཁྱོད་རང་སོ་གའི་ཁོ་ལག་ཆད་དེ་མ་བཞག་ན་ཡག་གི་རེད་ཟེར་བ། ཁྱོད་རང་སོ་གའི་སོ་སོའི་ཚེ་སྲོག་ལ་སྲུང་སྐྱོབ་བྱས་ཆ་ད་ག་འདྲ། ཤས་ཀྱི་ཉེན་ཁ་དེ་ལ་བརྩིས་པའི་ཐོག་ནས་ད་མགོ་སྒུར་ན་ཡག་ཤོས་རེད་ལབ་ཆ་ཡང་ག་ནང་བའི་གནས་ཚུལ་བཅས་རེད་དེ་ཤ

ད། ང་ཚོ་ཁོང་ཁྲོ་དྲོ་བོ་ཞིག་ཟ་བས་ན་ད་ཁོང་ཁྲོ་གི་སྐྱིད་མ་དེ་ནི་ཡང་ད་མེད་པ་མེ་རིའི་དོན་བྱ་ལ་འོར་བས་ད་ཁོང་ཁྲོ་གི་ངར་གཙོ་བོ་དེ་ཡིན་པ་ད་དེ་འདྲའི་གི་ཐོག་ནི་མིང་བཏགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་ནས་ཨ་རིག་གིས་ད་ད་འདི་ཨི་རན་ན་རྩ་བའི་རྡུལ་ཕྲན་མཚོན་ཆ་གི་ལག་ཆ་དེ་རྩ་བ་རྙེད་ནས་ཡོང་བཅུག་གི་མེད་ས་ཁོང་ཚོའི་ལག་པ་ལ་སླེབས་བཅུག་གི་མེད་ས་དེའི་ལས་གཞི་གཙོ་བོ་དེ་ལ་འདིར་བྱེད་བཟོས་ཡོད་པའི་གནས་ཚུལ་གཅིག་དང།

ཐ་ན་ཞི་ཨ་རིའི་ཕྱི་སྲིད་དྲུང་ཆེ་མར་ཀེའོ་རུ་བྷི་ཡོ་གིས་ཨ་རིའི་གྲོས་ཚོགས་འཐུས་མི་གནད་ཡོད་ཁག་གཅིག་ལ་ནི་ད་འདྲའི་མ་རྒྱ་ཀྱི་ཐོག་ལ་ནི་ད་མ་མ་རྒྱ་གོང་ལ་ཁོང་ཚོ་ལ་ཁ་ལ་སྙན་སང་ཞུས་པའི་ནི་ཚུལ་བཅད་རེད་དེ་ཤ། དེ་ནས་ད་དམག་དོན་འདི་དང་འབྲེལ་བའི་ཐོག་ནས་ཨི་ཟི་རལ་རེད་ཐ་ན་ཞི་ཨི་རན་གྱི་ནི་མི་སྣ་ཁག་གི་སྐད་ཆ་ཁ་རེ་བཤད་མི་ནི་ཚུལ་གཅིག་མ་ཞུས་པའི་ན། ཨི་ཛི་རེལ་སྲིད་བློན་སྦེན་ཇ་མཱ་ནི་ཏིན་ཡཱ་ཧུ་གྱིས་སྤྱི་ཚོགས་དྲ་རྒྱའི་ནང་ལོ་ཡར་ཁོ་རང་གིས་ཨ་རིའི་སྲིད་འཛིན་ཀྲམ་ལ་ཁ་པར་བཏང་བཞིན་པའི་སྐབས་སུ་པར་རིས་གཅིག་སྤྱི་ཚོགས་དྲ་རྒྱའི་ནང་བཀྲམ་ཡོད་པའི་གནས་ཚུལ་གཅིག་དང་ཁ་པར་བཏང་བཞིན་པའི་པར་རིས་དེ་གའི་གྲོགས་མཛད་སྒང་ཡ་ད་ནྡེ། Allies at War། ད་ག་ནྡ་དམག་གི་མཐུན་ཕྱོགས་ལ་ནི་དེབ་ཅིག་ནི་ཅོག་ཙེ་དེ་གང་བཞག་ཡོད་པ། དེ་འབྲེལ་གྱི་གནས་ཚུལ་བཅས་རེད་དེ་ཤ་སྟག་དེས་ད་ལྟའི་ཨི་ཟི་རེལ་གྱི་སྲིད་བློན་དང་ཨ་རིག་གི་སྲིད་འཛིན་གཉིས་དམག་དེ་རྒྱག་པའི་སྐབས་སུ་ཁ་པར་ཐེངས་མ་དང་པོ་བཏང་པའི་གནས་ཚུལ་བཅས་རེད་དེ་ཤ་སྟག་ནག་ཤེལ་ཡི་ཁ་ཚང་རེད་སཱ། སྤེན་པ་ཡ་ཨི་ཟི་རེལ་རྒྱལ་ཡོངས་ནི་ད་འདིར State of Emergency རུ་ད་གང་དག་རྩ་གྲངས་ཀྱི་བར་ལ་བཞག་ཡོད་པ་ད་འདི་ལབ་དུས་གཅིག་ནམ་རྒྱུན་དུས་འཛོམས་དང་ག་རེ་ནས་བྱས་ཆོག་མི་བ་དང་ནང་བཞིན་ཨི་ཟི་རེལ་གྱི་མི་མང་པོ་གཅིག་ནི་བདེ་འཇགས་ཀྱི་ས་འོག་ལ་དབྱིབས་ནི་སྟེགས་བཀོད་ཀྱི་དེ་འབྲེལ་གྱི་ཐོག་ནས་རེད། ཁ་འདར་འོག་རྩ་དྲག་གི་འོག་ལ་བཞག་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་དེ་ནི་ཨི་རན་གྱི་ད་ལྟ་བདེ་འཇགས་ཀྱི་མགོ་གཙོ་བ་ཨེ་ཧྥེརན་ཨེ་ཛི་ལེ་ཏུ་ཁོ་རང་གིས་བཤད་ཆེད་དུ་བྱས་ན། ཨ་རི་དང་ཨི་ཟི་རེལ་གྱི་ཟུང་འབྲེལ་གྱི་ཐོག་ནས་ཨི་རན་ཐོག་ལ་དམག་རྒྱག་པ་དེ་ད་ཁྱོད་རང་ཚོ་གི་ལམ་ཀ་སྟུག་པ་དེ་མ་ལེན་པ་རེད་ཟེར་བ་ད་དེ་གཉིས་ནི་ཁོ་རང་ཚོ་གྲོས་མོལ་བྱས་དེ་ཀྱི་རང་དཔའ་ལམ་ཀ་དེ་ཁྱོད་རང་ཚོ་གི་ལེན་པ་རེད། ད་འདི་གི་རྒྱུགས་འབྲས་དང་ནི་འདི་གི་རྒྱུགས་འབྲས་དེ་ཐོག་ལ་ད་ང་ཚོ་སུ་གང་ཅིག་གི་ལག་པ་ལ་དབང་ཆ་ཡོད་མ་རེད་ཟེར་གང་ལྟར་དམག་རྒྱག་པའི་སྐབས་སུ་ཐོབ་ཐོ་ཤོར་ཤོར་བྱས་ནས་དམག་ག་འདྲས་རྒྱག་མ་དགོས་ན་ད་འདི་མཚམས་བཞག་ལས་དེ་ལས་སླ་བོ་ཅིག་ཡོད་མ་རེད་ཟེར་ལབ་ནི་བཤད་ཡོད་པས་ནི་ཚོས་བྱས་རེད་དེ་བཤད་ད་མགོ་ཚོས་བཤད་མགོ་མགོ་མ་ནི་བཤད་བྱས་བྱས་ན་ཁོ་རང་ཚོས་ཀྱི་ད་འདི་མགོ་ཁྲིད་གཙོ་བོ། ཨ་ལི་ཁ་མི་ནི་ས་ཆ་གཞན་པ་བཅས་ལ་འོག་རིགས་ཡོད་པའི་རྣམ་པ་བཅས་སྟོན་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐག་ན་ཤེས། ཨི་ཟི་རལ་གྱི་སྲིད་བློན་བན་རྗ་མ་ནི་ཏན་ཡ་ཧོ་གིས་ནི་ད་འདི་ཨ་རིའི་མཉམ་དུ་ཟུང་འབྲེལ་བཅས་བྱ་ཨི་རན་ཐོག་དམག་རྒྱལ་ད་ནི་ཨ་ཡོ་ཏོ་ལ་གྱི་ད་གཞུང་ནི་རྩ་མེད་བཏང་དགོས་རེད་ཁོ་རང་གིས་ད་ལྟ་བར་དུ་ཨི་ཟི་རལ་ཞི་བ་ཆེད་ཨ་རི་ཞི་བ་ཆེད་ལན་ཞིག་ཡ་བསྡད་པ་རེད་བ། ང་ཚོའི་ཁྲག་མང་པོ་ཅིག་ད་ཁོ་གིས་དེ་བྱས་ཡོད་རེད་ཟེར་ཁོ་རང་གི་སོ་སོའི་ཡུལ་མིས་བསད་ཡོད་རེད་ཟེར་ནས་ཨ་རིག་གི་མི་ཡིན་ནས་བསད་ཡོད་རེད་ཟེར་བ་བྱས་ཙང་གི་ཁོ་དགྲ་བོ་གིས་ད་ཞི་ནང་ཚ་བོ་གིས་བརྗེ་སྒུག་རིང་ལུགས་པ་ཅིག་ནི་གི་ལག་པ་ལ་རྡུལ་ཕྲན་མཚོན་ཆ་ད་ཡོང་བཅུ་ཡ་ཡོད་མ་རེད་མེད་པ་བཟོས་སྒུག་རེད་ཟེར་ལབ་ཆ་སྐྱེ་ཆ་ཤེས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། ཨི་རན་གྱི་ཕྱི་སྲིད་བློན་ཆེན Sheikh Abbas Araghchi གྱིས་བཤད་བྱས་པ་ཕྱིན་ན། ཨི་ཟི་རེལ་སྲིད་བློན་བན་ཇེ་མ་ནེ་ཏན་ཡ་ཧུ་དང་ཨ་རིའི་སྲིད་འཛིན Donald Trump གྱི་ཐ་དད། ཨི་རན་གྱི་མཐོ་རླབས་དང་ཁོང་ཁྲོ་བསླངས་ཡས་ཀྱི་དམག་ཁྲིམས་འགལ་གྱི་དམག་ནི་དང་ཁ་ལོ་ཧྲིན། ཏོག། རྫོགས་ཡ་མེད་པ་ལ་འོ་ད་ཞི་ནང་གི་དམག་དེ་རྒྱག་པ་རེད་ཟེར་བ་ད་གང་ལྟ། ཨ་རིའི་སྲིད་འཛིན་ཀྲོམ་གྱི་ཨ་རིའི་དང་པོ་ལབ་པ་རེད་དེ་ནི་གཙོ་བོ་དེ་ཨི་ཟི་རེལ་དང་པོ་བཞག་སོང་ཟེར་ཨ་རི་ཐ་མ་ལ་བཞག་སོང་ཟེར་ད་གང་ལྟ་ད་འདི་དམག་རྒྱག་ཡ་དེ་གཙོ་བོ་ཨི་ཟི་རེལ་གྱི་དགོས་དོན་སྒྲུབ་ཡ་གི་ཆེད་དུ་རྒྱག་བཞག་པ་རེད་མ་གཏོགས་ཨ་རི་ལ་འབྲེལ་བ་མེད་པ་འགྲོ་བ་གཅིག་ཁོ་རང་གི་དེ་ཤེས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། ནས་ང་ཚོའི་གི་དམག་སྟོབས་ཤུགས་ལྡན་པ་ནི་གྲ་སྒྲིག་བྱས་ཅག་ནི་ཁྱེད་རང་ཚོ་ལ་གདོང་ལེན་འདྲ་འདྲ་ལོ་ཡག་གི་གྲ་སྒྲིག་ཨང་གསར་བྱས་ནས་བསྡད་ཡོད་ལན་ཞེས་བོད་ནས་ཚོས་གཅིག་དང་ཨི་རན་གི་ཕྱི་སྲིད་བློན་ཆེན་ཨར་སྦཱ་སཱར་ཀཱ་ཅིས་གི་ཨ་རིའི་སྲིད་འཛིན་ཀྲོམ་གི་ད་ད་འདྲའི་དམག་འདི་ནོ་བེལ་མི་བཞིན་ལགས་རོ་ད་གང་ད་ལས་ཀ་བཟང་པོ་བྱིན་ལབ་རོ་བ་ད་ཁྱོད་རང་གི་ནོ་བེལ་མི་བཞིན་ལས་ཀ་བཟང་པོ་དེ་སྒྲུབ་ཡ་མི་ཀྱོག་གི་ལས་ཀ་རེད་མི་བཞིན་ཨིམ་ཕོ་སི་བོལ་རེད་བ། ཁྱེད་རང་གིས་ང་ཚོའི་རི་ཇིམ་ལ་ང་ཚོའི་གཞུང་བརྒྱུད་པ་བཏང་ཐུབ་ཀྱི་མ་རེད། ང་ཚོ་ལ་མི་མང་གི་རྒྱབ་སྐྱོར་ཡོད་པ་རེད་ཟེར་བ། ཁྱེད་རང་གིས་ཨ་རི་གི་ཏཱ་ནྟ་བར་དུ་ཨི་རན་གྱི་གཞུང་བློ་ཡལ་གྱི་ཆེད་དུ་ད་གནོད་ཤུགས་འདྲ་མིན་སྣ་ཚོགས་ཉེས་ཆད་འདྲ་མིན་སྣ་ཚོགས་སྤྲད་པ་རེད། ནས་ད་ལྟ་བར་དུ་ལོ་བཞི་བཅུ་བཞི་བདུན་རིང་ཁྱེད་རང་སུ་གིས་བྱས་ཐུབ་ཡོད་མ་རེད་ཟེར་བ་ད་ལྟའི་ནས་བྱས་ཐུབ་ཀྱི་མ་རེད་ལེན་བཤད་ཡོད་པའི་ནས་ཚོད་བཅད་རེད་དེ་ཤག་ད་ནས་ཤི་ཨི་རན་གྱི་བཤད་ཆབ་ཅི་ནམ། ཁོ་རང་སུ་གིས་ད་ལྟའི་ད་ཕ་ལེན་དེབ་དམག་རྒྱག་གི་ཡོད་རེད་བ། ཨི་ཟི་རེལ་གང་རྒྱབ་ཡོད་ན་རེད་ཨ་རི་གང་རྒྱབ་ཡོད་ན་དེའི་གི་མིང་དེ་ནི་ད་འདི་ཧྥེ་ཐ་ཚི་ཁའི་པར་ད་ག་འདའ་ཨུར་ཏུ་གི་ཚིག་རེད་ཤེས་རོགས་དབྱིན་ཇིའི་གི་ཚིག་གི་ཐོག་ནས་བཤད་ན་ཨ་ནི་ང་ཚོའི་ཁྱེད་ཚོ་ལ་སྐྱོ་བ་སྐྱེ་བ་ཞུ་གི་ཡིན་ལས་གི་ལན་འདེབས་དེ་མིང་ལ་དམག་གི་ལན་འདེབས་མིང་ལ་དུ་ཟླ་ཡོད་པའི་གནས་ཚུལ་གཅིག་དང་ཨ་ནི་ཁོ་རང་ཚོ་གི་ང་ཚོས་ནི་སོ་སོ་སྲུང་སྐྱོབ་བྱས་གི་གྲ་སྒྲིག་ཡོད་ཟེར་བ་ནི་ག་འདའ་ང་ཚོའི་གི་ད་འདི་དམག་དེ་ལ་ལན་འདེབས། གྱོ་ག་སྐྱེ་བའི་ཅིག་རྒྱབ་ཀྱི་ཡིན་སྲིད་དེའི་གཙོ་བོ་ད་ཨི་ཟི་རེལ་གཙོས་པའི་ཨ་རིའི་གི་དམག་སྒར་ཡོད་དེ་ས་ཚང་མི་གང་ལ་ང་ཚོས་གི་གནོད་ཤུགས་གཏང་ཐོབ་བྱེད་ཀྱི་ཡིན་ལེན་བྱེད་ཀྱི་ཡོད་པའི་འདི་ཚོའི་ཆེད་རེད་དེ་ཤ་ཐ་ན་ཤི་ཨི་རན་གི་གྱེ་སྲིད་བཙན་བྱོལ་བ་ཡོད་དེ་ངའི་རེ་རྩ་ཕལ་ལེ་གི་ཨི་རན་གི་མི་མང་གི་ད་རྒྱལ་ཁབ་ཁྱེད་རང་སོགས་གི་ལེན་དགོ་གུ་རེད་ཟེར་བ་ད་འདི་ཨ་ཟི་ཨ་རི་ད་ཨི་ཟི་རེལ་གི། ཨི་རན་ཡ་དག་དམག་རྒྱག་པའི་སྐབས་སུ་དེའི་དང་གོ་སྐབས་ཟིན་པའི་ཐོག་ནས་ཁྱེད་རང་ཚོ་གི་རྒྱལ་ཁབ་ཚུར་ལེན་དགོས་རེད་ང་ཡིན་ན་མ་འོངས་པར་ཁྱེད་རང་ཚོ་ལ་ལམ་སྟོན་བྱེད་ཀྱི་གྲ་སྒྲིག་ཨང་གསར་ཡོད་ད་ང་ཚོའི་རྒྱལ་ཁ་དེ་མི་མང་གི་རྒྱལ་ཁ་ཆགས་ཀྱི་རེད་ཟེར་ལབ་བྱེད་བཤད་ཡོད་པའི་གནས་ཚུལ་གཅིག་དང། ད་ལྟའི་ཨི་རན་གྱི་འགོ་ཁྲིད་ཀྱི་བཤད་བྱས་བྱས་ན་ཨ་རི་དང་ཨི་ཟི་རལ་གྱི་དམག་རྒྱག་གཙོ་བོ་དེ་ཨི་རན་གྱི་འགོ་ཁྲིད་གང་འདིར་བྱས་ཟེར་བ་ག་འདྲ་ཁོ་རང་ཚོ་གི་ད་ལྟ་བར་དུ་མི་སྐྱོག་བདུན་བརྒྱ་ཡོད་པ་འདྲ་ཚང་མ་ནི་མི་ཤུགས་པོ་འདྲ་ཚང་མ་ཨི་རན་གྱི་ཕྱི་སྡོད་མགོ་ཁྲིད་ཨ་ཡོ་ཏོ་ལ་ཨ་ལི་ཁཱ་མེ་ནོས་ཀྱི་ལས་དགོངས་ད་ལྟ་དེ་ཡི་ཉེ་སྐོར་རྐྱང་རྐྱང་ལ་བརྒྱབ་སོང་ཟེར་བ་དེ་བྱེད་དུས་ང་ཚོའི་གཞུང་གི་ད་མགོ་ཁྲིད་མེད་པ་ཟོལ་གྱི་ལས་གཞི་དེ་རེད་ཤག་སེ་ད་ང་ཤེས་ད་ལྟའི་ཨི་རན་གྱི་དམག་གི་ཆེད་ལས་པའི་ལག་རོགས་འགོ་ཁྲིད་ཅིག་གིས་ཨལ་ཇེ་བྷ་ར་གསར་ཁང་ཡང་ལན་འདེབས་བྱས་པའི་ནང་ད་ང་ཚོས་ང་ཚོའི་ཐིག་དམར་བོ་སེར་བོ་སྔོན་པོ་ཡོད་རུང་བ་ད་གང་དག་དེ་མེད་ཟེར་བ་ད་གང་དག་དེ་རིང་ང་ཚོའི་གི་ལན་དེ་ཁ་བ་སྙོབ་སྙོབ་ལ་རྒྱབ་ཀི་ཡིན་ཟེར་བ་གང་དག་ཨ་རིས་གཙོས་པའི་ཨི་ཟི་རལ་གྱི་ས་ཐོག་ཡིན་ན་རེད་ད་དེ་མིན་ན་ད་ལྟ་ཨ་རིག་གི་ཚོགས་དམག་གི་གྲུ་གཟིངས་རེད་ཨ་རིག་གི་དམག་སྒར་ད་ག་བ་སྙོབ་སྙོབ་ལ་ནི་ཁོང་ཚོ་གིས་ད་རྒྱ་ལག་ག་རེ་ཡིན་མེད་ག་ང་ཚོ་ཡི་གནོད་ཤུལ་ག་ཚེ་གཏོར་སྐྱོན་ག་ཚེ་བཏང་ཐུག་ཐུག་རྒྱག་གི་ཡིན་ཟེར་ནི་བཤད་པའི་ནི་ཚོས་བཅད་རེད་ད་ཤ་ད་ནི་ཤ་ད་ཁ་ཚང་དམག་རྒྱལ་མགོ་བཙུགས་པའི་སྐབས་སུ་ད་འདི་ད་ཨི་ཟི་རེལ་གི་མགོ་ཁྲིད་ཁ་ཅིག་གི་ཨ་ཡོ་ཏོ་ལ་ཨ་ལི་ཁེ་མི་ནི་བསད་ཚར་བ་རེད་ཟེར་ནི་བཤད་པ་རེད་ནི་ད་དེའི་སྐབས་སུ་ད་འདི་ཨི་རན་གྱི་ཕྱི་སྲིད་བློན་ཆེན་གྱིས་ནི་ཨེན་བྷི་སི་གསར་ཁང་ནང་ལོ་ཡི་ཨ་ཡུ་ཏོ་ལ་ཨ་ལི་ཁི་མི་ནི་སེ་མེ་སི་ར་དང་ན་ཞིག་ཁོ་རང་སོགས་ཀྱི་སྲིད་འཛིན་མར་སུད་པེ་ཛེ་སི་ཁེན་གྱི་སེ་མེ་སི་ཚང་མ་བདེ་བོ་ཡིན་སི་ར་ང་ཚོའི་དམག་དཔོན་གཉིས་ཀྱི་ད་ཚེ་སྲོག་ཤོར་སོང་སི་ར་ནི་ད་ད་འདི་དམག་ཆེན་པོ་དེ་འདྲ་གཅིག་ལ་དམག་དཔོན་གཉིས་ཀྱི་ཚེ་སྲོག་དེ་ཁྱེད་ཁ་ལོག་ད་ཤི་བ་ཚབས་ཆེན་པོ་མ་རེད་སི་ལན་བཤད་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་དངོས་སུ་བཤད་བྱ་བྱས་ན་ནི་ད་ལྟའི་ཨི་རན་གྱི་ཆེས་མཐོའི་འགོ་ཁྲིད་ཨ་ཡུ་ཏོ་ལ་ཨ་ལི་ཁེ་མི་ནེ་རེད་ཁོ་རང། ད་དངོས་སུ་དེ་རྗེས་ལ་ནི་ནི་ཚོས་ལས་ལ་ད་ལྟའི་ཨི་རན་གྱི་ཆེས་མཐོའི་འགོ་ཁྲིད་ཨ་ཡུ་ཏོ་ལ་ཨ་ལི་ཁེ་མི་ནེ་དང་འདྲ་ཞིག་ཁོ་རང་གི་བུ་མོ་ཨ་ནི་མག་པ་གཙོས་བྱས་པའི་ཁག་གཅིག་བསད་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་རྩ་བའི་ཨ་རིའི་སྲིད་འཛིན་ཀྲུམ་གྱི་དྲུད་དྲ་རྒྱའི་ནང་ལོ་ཡ། ཨ་ཡོ་ཏོ་ལ་ཨ་ལི་ཁེ་མི་ནི་མི་གཏུག་རྩུབ་ཆེན་འཛམ་བུ་གླིང་ལ་གང་ཟག་ལ་ལྟ་ཞི་བདེའི་དཀྲུག་ངན་གྱི་མི་དེ་ང་ཚོས་བསད་པ་རེད། དེ་ཨི་རན་ལ་ཡིན་ན་རྒྱལ་ཁབ་རེ་ལས་ཨ་རིའི་མི་མང་དང་ད་ཅེ་ཤ་ཨེ་ཤ་དང་འཛམ་གླིང་ཡོངས་ལ་ནི་ད་ལྷིང་འཇགས་དང་ཞི་བདེ་ཡོང་ཡན་གྱི་ལས་ཀ་གཅིག་རེད། དེ་ཚོ་གི་ད་ད་ལྟའི་ཨི་རན་གྱི་འགོ་ཁྲིད། དམག་དཔོན་ད་ག་རེ་ཡིན་པ་ནི་ཚང་མ་མ་ཐང་ལ་བབས་ཆེ་ཡང་ནི་མི་མང་མཉམ་དུ་མཉམ་རུབ་བྱས་བྱས་གཞུང་གསར་བ་དང་ནི་རྒྱལ་ཁབ་གསར་བ་ཉི་མ་གསར་བ་ལོ་གསར་བ་བྱས་ཀྱི་ད་དུས་ཚོད་སླེ་ཡ་བ་རེད། ཨ་ཁྱོད་རང་ཚོ་གི་དེ་མ་བྱེད་པ་བྱེད་ཅིང་མུའུ་ཐུ་ནི་ཡང་འདྲ་མི་འདྲ་བྱས་པས་ན་ཨ་རིག་གི་མུའུ་ཐུ་ནི་ད་དམག་རྒྱལ་གྱི་གྲ་སྒྲིག་ཨང་ས་ཡོད་ཟེར་བ་གང་ད་ཨ་རིག་གི་ན་དམག་ག་དུས་ན་རྒྱབ་སྲིད་ཀྱི་རེད་ཁྱོད་རང་ཚོ་གི་ད་བྱེད་སྟངས་མ་འགྲིག་པས་ན་ལ་ཨོ་ར་བས་ད་གང་ད་བདེ་ཐང་མ་ཤེས་པ་ཡིན་ན་དེ་འདྲ་བཤད་ཡོད་པས་ནི་ཚོད་གཅིག་དང། ནས་ད་ད་ནྡེ་ཨ་ཡོ་ཏོ་ལ་ཨ་ལི་ཁ་མི་ནས་ད་ག་ཚང་སད་པར་བ་ད་འདི་དང་འབྲེལ་པའི་ཐོག་ནས། གཙོ་བོ་ཨ་རིག་གི་སོ་བ་ལ་བར་གསང་ཉན་པ་དང་ཨི་ཟི་རལ་གི་གསང་ཉན་པ་གི་ད་ཕ་གི་ལ་ཞིབ་འཇུག་མང་པོ་བྱས་བསྡད་གི་ཡོད་པ་ད་ད་ཁོང་ཚོ་གྲ་སྒྲིག་བྱེད་དགོས་པ་གོ་དགོས་ར་བ་ད་དེ་འདྲའི་བྱེད་དགོས་བའི་སྐབས་སུ་ཨ་ཡོ་ཏོ་ལ་ཨ་ལི་ཁ་མི་ནོ་གི་ད་ནྡེ National Security Council

གནས་དེའི་གི་ཚོང་དུད་དེ་རྩ་བའི་གཟའ་སྤེན་པའི་དགོང་མོ་ལ་འཚོ་ཡ་གི་སྐད་ཆ་ཅིག་ཡོད་བསྡད་པ་རེད་དེ་ཤ་སྟག་ཨ་རིག་གི་གཟའ་སྤེན་པའི་དགོང་མོ་ཡང་བྱས་ཡ་གི་དེ་བྱས་དེའི་རོ་ཡེ་ནས་ཚོང་དུད་དེ་གློ་བུར་དུ་རྒྱུ་བ་ཕྱིན་ཅ་གཟའ་སྤེན་པའི་ཞོགས་པ་ད་ཨི་རན་གི་གཟའ་སྤེན་པའི་ཞོགས་པ་ལ་འཚོགས་འདུག་བ་དེ་འཚོགས་གི་ཡོད་བ་དེ་ཨི་ཟི་རལ་གི་སོ་བའི་ཧ་གོ་བྱས་ཨ་ནི་གློ་བུར་དུ་ལན་སྐྱེལ་བྱས་ཨ་ནེ་མ་གློ་བུར་དུ་ད་ག་ཙང་འདུག་ས་ཤོ་གས་བརྒྱབ་དགོས་བྱུང་ཡ་གི་འདི་དང་གཅད་ཆག་ཡིན་པ་འདྲ། ཅི་ནང་གི་ད་དམག་དེ་རྒྱལ་བའི་སྐབས་སུ་ད་འདའི་ཨི་རན་གི་མི་ཁ་ཅིག་གི་མི་གཉིས་གི་ད་ད་འདའ་རེག་ཏྲ་གསར་ཁང་ལ་བཤད་ཆད་བྱས་ན་ཨ་ནེ་ད་ཁོ་རང་འདུག་ས་ནེ་ཚོའི་ཁ་བ་ལ་ཡོད་མེད་ད་དེ་ཚང་མ་གོ་ཚག་རེད་ཟེར་ནས་ཁོ་རང་ཤི་བའི་ད་ནེ་ཚོའི་དུས་སུ་སེ་ཤི་བྱས་ཡོད་པའི་ནེ་ཚོའི་དཔྱད་རེད་འདི་ཤ། ཐ་ན་ཞེས་ད་ད་འདི་ཨོ་རི་སོ་བས་ཀྱི་ན་ད་ཁོ་རང་ཚོ་ཀྱི་འགྲོ་འདུག་ཚང་མ་རེད་ད་ཁ་ཚང་དེ་ཕ་གི་ལ་ནི་གུ་ས་སྐྱ་ལ་བམ་སྐྱ་ཚ་བའི་རྗེས་ལ་ད་འདི་ཨ་ལི་ཁེ་མི་ནོ་ད་གྲོང་ཡོད་པ་གང་ཡིན་ཟེར་ན་ད་ཀྱི་གྲོང་མེད་ན་ཡང་གོ་དྲོའི་འབྲོག་པ་དང་སྦྲགས་མི་འདྲ་མང་པོ་ཡོད་རོགས་ད་དེ་འདྲས་ཀྱི་ཁག་པོ་ཞིག་སྟོན་ཡས་མེད་བལྟས་པ་ད་ག་ཞིག་ལ་ན་ཁོ་རང་གི་ཕུང་པོ་རང་མཐོང་མ་རེད་ལན་ཞིག་ཡིན་གྱི་དེ་འདྲས་འདུག་གང་ལྟར་ད། གསོ་བའི་གི་ལས་ཀ་བྱས་བྱས་བརྡ་ལན་སྤྲད་པའི་ཐོག་ནས་གྲ་སྒྲིག་ཨང་གསར་བྱས་བྱས་ད་དམག་གི་རྒྱ་ཡལ་གི་དུས་ཚོད་དེ་དགོངས་དག་དང་ཞོ་ཁའི་བར་འགྱུར་བ་ཕྱིན་བྱས་སྔོན་ལ་བཤད་ན་ཁོ་རང་ཚོའི་ས་བོན་པའི་དགོང་མོ་ལ་ནི་ཚོང་དུད་འཚོ་ཡག་གི་བྱས་དགོང་མོ་ཚོང་དུད་གང་ལ་རྒྱ་ཡལ་རེད་འདུག་དེ་དེ་ཚོང་དུད་དེ་འགྱུར་བ་བཏང་བྱས་ས་བོན་པའི་ཞོ་ཁའི་ལ་འཚོ་ནི་ཞོ་ཁའི་འཚོ་བ་ཡིན་པ་གནས་ཚུལ་དེ་ཡི་ཕྱི་ལོག་ལ་སླེབས་བྱས་ལ་ཨོ་རེད་ཨ་རི་དང་ཨིས་རལ་གི་གསོ་བའི་ལག་པ་སླེབས་བྱས་ནི་རྒྱ་བལ་པོ་གནས་ཚུལ་བྱས་རེད་བྱས་བྱས་མཚན་གྱི་ད། ག་དུས་ནས་སོ་སོའི་སྒྲ་དེ་ནང་ལོགས་ལ་ཧེ་ཡོད་རེད་ཕྱི་ལོགས་ལ་ཡོད་རེད་ཕྱི་ལོགས་ཀྱི་སྒྲ་དེ་དང་ཕྱི་ལོགས་གཅིག་ཡོད་རུང་ནང་ལོགས་ཀྱི་སྒྲ་དེ་དང་ཁོ་རང་ཚོ་ནང་ལོགས་ཀྱི་དེ་གནས་ཚུལ་དེ་སྤྲད་ངེས་ཡོད་རེད་བ་ས་སྤེན་པ་ལ་ཚོགས་འདུ་འཚོགས་ཀྱི་ཡོད་རེད་ཟེར་ནས་བསྡད་ཡོད་རེད་དགོངས་དག་འཚོགས་རེད་དེ་ཞོ་ཀའི་དུས་ཚོད་བསྐྱུར་བ་བཏང་ཡ་དེ་ཤེས་ཡོད་རེད་ཚོགས་འདུ་འཚོགས་ས་ཡ་ཤེས་ཡོད་རེད་ད་གང་ཟག་དེ་ཆེད་དུ་ག་དུས་ནས་ཕྱི་ནང་གཉིས་ཀ་ལ་ཟ་བའི་རེད་གནས་སྟངས་བཅས་ཆགས་བསྡད་ཡ་རེད་ཁྱེད་ཚོ་གིས་ད་ག་ཚང་ཨ་རིའི་སྲིད་འཛིན་ཀྲོམ་གྱིས་ད་ཨ་རིའི་གི་ས་སྤེན་པའི་ལ་ནི་དུས་ཁོ་རང་གི་དྲ་རྒྱའི་ནང་ལོགས་ལ་གསལ་བར་རེ་ཟུང་བཀོད་པ་དང་ནི་ད་ང་ཚོའི་གི་འདི་དགུང་ཕྱོགས་ལག་རོ་ཨེ་ཤའི་དགུང་ཕྱོགས་ནི་ས་ཉི་མ་གི་ཟླ་གསུམ་པའི་ཚེས་གཅིག་གི་ཞོགས་པ་ཡ་ནི་ཨི་རན་གི་ཨ་ཁོ་རང་ཚོའི་གི་ད་ཆེ་མཐོའི་མགོ་ཁྲིད་ཨ་ཡུ་ཏོ་ལ་ཨ་ལི་ཁེ་མི་ནོ་ནི་སེ་ཤཱས་ར་བ་ད་དེའི་གི་རྐྱེན་པའི་ཐོག་ནི། ཨི་རན་ནང་ལོ་ཡ་ཉི་མ་བཞི་བཅུ་ནི་མྱ་ངན་གྱི་དུག་སེལ་ར་བྱས་ཡོད་པའི་གནས་ཚུལ་བཅས་རེད་བྱས་ད་འདི་ལ་ན་ད་འདི་ཨི་རན་གྱི་ཆེ་བསྟོད་མགོ་ཁྲིད་གསད་ཚབ་རེད་ད་ཡིན་ནི་ཁོ་རང་གི་རྒྱབ་ལ་མ་འོངས་པ་སུ་ལང་གི་རེད་ལ་བྱས་ད་འདི་ནང་ལོ་ལ་ད་ད་ད་མག་པན་འདི་འདྲས་ཡོད་རེད་ད་ན་ཞིག་ཁོ་རང་གི་བུ། ད་ག་ད་ངོ་མ་ཁོ་རང་ད་ཁོ་རང་བུ་གཉིས་ཀ་བསད་དགོས་གི་རེད་ལ་བྱས་ད་ད་འདི་བུ་བསད་ཡོད་མེད་འདི་འདྲ་གནས་ཚུལ་གང་ཡང་གོ་ཡ་མི་འདུག་ད་ཁོ་རང་བུ་ལང་སྲིད་གི་རེད་ཨང་ད་ན་ཞིག་ཡང་མག་གི་མགོ་ཁྲིད་གཞན་པ་འདི་འདྲས་ཡང་ཁ་ལོ། སྒོར་མོ་བསྐུར་བ་བཅས་བྱས་ཡང་སྣེ་ཁྲིད་བྱས་སྟབས་ཡུལ་དངོས་ཀྱི་ཉེན་ཁ་ཡོད་དོན་དེ་སྲིད་འཛིན་རེད་ཕྱི་སྲིད་བློན་ཆེན་རེད་གང་ལ་ཤེས་ད་དམག་དཔོན་ཁ་ལྕེ་ལྷག་དེ་ཡོད་རོགས་ཞེས་ད་ངེད་ད་དེ་ཡིས་ག་རེ་ཡོང་གི་ཡོད་མེད་དེ་གང་ལ་ད་དོ་སྣང་བྱས་གཅིག་ཆགས་བསྡད་ཡོད་རེད།